ཨན་དང་པོ་དེ་ལ་ཡང་ཕ་མ་བུ་ཚའི་ཡི་གེ་གསུམ་གྱི་ནང་ནས་མཱའི་ཡི་གེ་ལ་ཡི་དེ་ག་རེད་ཞུས་པས་ན་མཱའི་ཡི་གེ་ལ་ཡི་དེ་ཨནི་ཡི་གེ་ཨ་ཡིག་དེ་ལ་ཡང་མཱའི་ཡི་གེ་ཟེར་བ་རེད། ད་ཡི་གེ་ཨ་ཡིག་དེ་ལ་ཡང་མཱའི་ཡི་གེ་ཞེས་བྱེད་ལབ་དགོས་ཡའི་རྒྱུ་མཚན་གཙོ་བོ་ག་རེད་ཞུས་པ་ཡིན་ན། དཔེར་ན་ཨནི་རྒྱུ་མཚན་དང་པོ་དེ་ག་རེ་ཟིག་འདུག་ཞུས་པས་ན་ཨནི་སྤུ་གུ་རྗེས་མ་མཱའི་མངལ་ནས་མ་སྐྱེས་ཚར་བའི་ཞུ་གུ་ལ་ཨ་ནི་སྤུ་གུ་དེ་གིས་སྒྲ་དང་པོ་དེ་ག་རེད་ཞུས་པས་ན་ང་ནི་སྒྲ་དང་པོ་དེ་ག་རེ་འཐུང་གི་རེད་ཞུས་པས་ན་ཨ་ནི་ཨ་ལའི་སྒྲ་དེ་འཐུང་གི་རེད། སོང་ཙང་ཡི་གེ་ཨ་ཡིག་དེ་མ་ཡི་གེ་རེད། ཨ་ནི་ད་ག་ནང་བཞིན་ཨ་ནི་ཡི་རྒྱུ་མཚན་གཉིས་པ་དེ་ག་རེད་ཞུས་པས་ན། གསལ་བྱེད་ཀྱི་ཡི་གེ་ཀ་ནས་ཧ་བར་གྱི་ཡི་གེ་དེ་གའི་དེ་གའི་ཨ་ནི་གདངས་ཀྱི་འབྱུང་ཁུངས་གཙོ་བོ་དེ་ཡང་ཨ་ནི་ཡི་གེ་ཨ་ཡིག་ཡིན་པ་སོང་ཙང་ཨ་ནི་ཡི་གེ་ཨ་ཡིག་དེ་ལ་ཡང་ཨ་ནི་མ་ཡི་གེ་ཞེས་ཀྱི་གསུང་གི། དེ་འདྲའི་བསམ་པ་དང་པོ་དེས་མ་ཡི་གེ་དེ་ཚར་བར་བྱས། དེའི་གཞུག་ག་ལ་ཡ། ཕ་ཡི་གེ་ལ་ཡ་དེ་ག་རེ་ཞུས་པ་ཡིན་ན། ཕ་ཡི་གེ་དེ་ནི་ཨ་མ་ཡིན་པས་གསལ་བྱེད། ཉེ་དགུ་ཡོད་རེད་བ་ཉི་ཤུ་རྩ་དགུ། ཀ་ནས་ཕྱེད་བྱས། ཡི་གེ་ཧ་བར་གྱི་ཡི་གེ་ཅི་ཡོད་རེད་བ་དེ་གའི་དེ་ལ་ཡ། ཕ་ཡི་གེ་ཞེས་བྱས་གཟིགས་འདུག་ད་དེ་འདྲས་ཕ་ཡི་གེ་ཞེས་བྱས་ལབ་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་ལ་ན། ཡི་གེ་དེ་གའི་དེ་ནི་སོ་སོའི་ངོས་ནས་ནི། དོན་གཙོ་བོར་སྟོན་པའི་ཆ་ནས་ནི། དེ་ལ་ཡང་ཕ་ཡི་གེ་ཞེས་བྱ་ཞིག་ཡིན། དེའི་ཞུ་སྒོ་ལ་ཡང་བུ་ཡི་གེ། བུ་ཡི་གེ་ལ་ཡང་དེ་ག་རེ་ཞུ་བས་ན་བུ་ཡི་གེ་དེ་ལ་ཡང། སྟེང་ན་ཞྭ་དང་མཛེས་པའི་ཡི་གེ་གསུམ་དང། འོག་ལ་ཡང་གདན་དང་མཛེས་པའི་ཡི་གེ་གསུམ་བྱེད་ཅེས་གསུངས་ཀྱི་ར་དེའི་མདུན་སུམ་པ་དང་པོ་དེ་ལ་ཡང། སྒང་ལ་ཡང་ཞྭ་མོ་ནང་བཞིན་མཛེས་པོ་ཡོད་རྒྱུའི་ཡི་གེ་གསུམ་དེ་ག་རེ་ལགས་ན། ཁྱི་གུ་འབྲིང་པོ་ནར་གསུམ་རེད། ཨེ་ཝྃ་ལི་ཡ། ནི་བདེན་ནང་བཞིན་མཛེས་པོ་ཡོད་པའི་ཡིག་གསུམ་ཡོད་རེད། དེ་ག་རེ་ཞུས་པ་ཡིན་ན་ཞབས་ཀྱུ། ནི་ཡ་ཏཱ་ར་ཏཱ་གསུམ་རེད། ཡི་གེ་འདི་གའི་དེ་ལ་ཡ། ནི་ག་རེ་ཟིག་འདུག་ལ་ན་བུ་ཡི་གེ་ཟིག་རེད། ཨཱ་ནི། འདི་གའི་རི་ལ་ཡ་བུ་ཡི་གེ་ཞེས་བྱིན་རླབས་དགོས་ཡ་རྒྱུ་མཚན་གཙོ་བོ་ག་རེད་ཞུས་པ་ཡིན་ན། ཨཱ་ནི། ཡི་གེ་འདི་གའི་ཟླས་ཨཱ་ནི་ཕ་དང་མ་གི་ཡི་གེ་ལ་ཕ་བཏགས་ནས་ཨཱ་ནི་འདི་གའི་རི་ལ་ཡ་བུ་ཡི་གེ་ཞེས་བྱས་རྗེས་འདི་ཟླ་བཞག་ཡོད་རེད། དེ་འདྲའི་བསམ་པ་ད་རེས་རྣམ་པ་ཚོར་ལེན་ངེས། ཨཱ་ནི་ཕ་མ་བུ་ཚའི་ཡི་གེ་ལ་ཡ་དེ་ག་རེ་ཡིན་མིན་དེའི་སྐོར་ལ་ཡ་ངོ་སྤྲོད་ཞུས་ཟིན་པ་ཡིན། ཨཱ་ནི། སེམས་ཅན་སྣང་བ་དེ་ལ་ཡ་ཡ་བྱོན་ཞེས་ཡིན་ཐོས་བྱེད་ན།